ཁ་སྔོན་དོན་གྲངས་གཉིས་ཙམ་གྱི་གོང་ལ་གུས་པས་ནི། ཀྲུའུ་ཀྲི་ཇི། ནི་རྒྱ་གར། Ahmedabad། ལ་རྟེན་གཞི་བྱས་པའི་ནི། སྨན་ཁང།

འོ་དེ་གཅིག་ཞུ་འདོད་བྱུང་གསུངས་ད་ང་རང་ཚོ་གཅིག་ཕོ་སང་མོ་སང་སྤུ་གུ་ཚོགས་ཀྱི་ཨེ་ནས་སྣང་མེད་ཀྱི་ཡ་མ་མང་པོ་འགྲོ་ནས་སོ་སོའི་ནང་གི་ཨེ་ནས་མི་ནག་རྒན་པ་དང་པ་ལགས་དང་ཨ་མ་ལགས་དང་ཨ་ཁུ་ལགས་དང་དེ་འདྲའི་གི་ཚེ་སྲོག་ཤོར་བ་མང་པོ་ཅིག་སླེད་བསྡད་ཀྱི་འདུག་ཨེ་ནས་ད་ག་ནང་སེང་གཞིས་ཆགས་ཁ་ནང་བ་ལས་བལྟས་ཤིག་ཕལ་བའི་རྣམ་པ་ཞིག་སླེད་བསྡད་ཀྱི་འདུག་དེ་འདྲ་སོང་ཙང་ད་ངའི་རེ་བ་དེ་རྣམ་པ་ཚོས་དེ་ཡིན་གཅིག་མིན་གཅིག་ཐུགས་སྣང་ཤུགས་ཆེ་ཙམ་དང་ལྷོད་གཡེང་མ་གནང་རོགས་གནང་ཞུ་ཡ་ཡིན།

ཀོ་བིར་བཅུ་དགུ་གི་ནད་པ་ལ་ནད་པ་བརྒྱ་བསྡད་བཞག་ནད་པ་བརྒྱ་མ་ཡིན་ནད་པ་བརྒྱ་བེད་སྤྱོད་དེ་བཞག་ནས་ཨི་ནི་སྨན་བཅོས་བྱས་པའི་རྒྱུ་རིགས་རྣམས་ལ་བརྒྱ་ལ་ད་ལྟའི་སྨན་བཀྲིས་ཀྲུའུ་འདྲི་རྗེས་སྤྲད་ནད་པ་བརྒྱ་ལ་ནམ་རྒྱུན་ལྡན་གྱི་སྨན་བཅོས་བྱས་ཡོང་དུས་ད་ནི་ཨི་ནི་འདི་འགྱེད་ནད་པ་བརྒྱ་ཀྲུའུ་འདྲི་རྗེས་སྤྲད་ས་གི་ནད་པ་བརྒྱ་དེ་འགྱེད་ཞོར་གྱི་དྲག་སྐྱེད་ཡག་པོ་དང་དྲག་སྐྱེད་མྱུར་པོ་ཡོང་གི་འདུག་དེ་འབྲེལ་གྱི་ཚོད་ལྟ་བྱས་པའི་རྒྱུ་རིགས་རྣམས་ལ་མཐའ་མ་དེ་ལ་གང་དག་ཡག་པོ་ཞུ་བྱུང་བཞག་ད་འདི་ང་ཚོ།

ཤོག་བུ་རྣམས་བཏུམ་བརྒྱབ་ནས་བླུག་ཆོག་ཆོག་ཟ་བདེ་བོ། ཨེ་ནི་ལས་ཀ་ཉུང་ཉུང་འོ་དེ་འདྲ་ཞིག་བཟོས་བཞག་ད་འདི་ཡག་པོ་ཞོག་རེད། ཨེ་ནི་འདི་གིས་མི། ཆེ་ཆུང་མེད་པ་ལ་བཏང་གི་འདུག་ད་འདི་གཙོ་བོ་དེ་སྨན་པ་རང་གི། སྨན་ཤོག། Doctor། གི Prescription བྱས་ནས་གནང་གི་འདུག་དེ་ཡང། ཨེ་ནི་གལ་ཆེ་ཤོས་གཅིག་དང་གནད་འགག་ཆེ་ཤོས་གཅིག་གར་ཆགས་ཡོད་རེད་ཞེ་ན། འདི། Covid ན་ནི་གཅིག་ནད་རྟགས་ཡོད་མ་ཡོད Symptom ཡོད་མ་ཡོད་དང་མཛའ་དྲག་པོ་མི་ངན་ཚོ་ལ་སྨན་བཅོས་འདི། གནང་གི་མི་འདུག་འདི་ངེས་པར་དུ་མཁྱེན་དགོས་ཀྱི་འདུག་ཡང་ཀོ་བིད་ནད་པ་ཚང་མས་ཟ་ཡང་མ་རེད་ཤག་ད་ཀོ་བིད་ཀྱི་ཁོ་རང་ཚོ་གི་རིམ་པ་ནང་སོང་ནས Stage དྲུག་དང་བྷྲི་ལ་གི་འགྲོ་བ་རིམ་པ་གཉིས་པ་དང་གསུམ་པ་འོ་དེའི་སྐབས་སུ་ཟ་དགོས་བ་ཡང་རེད་དང་སྨན་བཏང་དགོས་ཀྱི་འདུག་འོ་དེ་གཅིག་ཞུ་ཡ་ཡིན་ཨེ་ད་ག་ནང་བཞིན་མི་རྒན་པ་དགོང་ལོ་དྲུག་ཅུ་རེ་ལྔ་ཡན་འཐབ་རྩོད་ལས་ཕུལ་ཤག་ཕུལ་ནི་ཁོང་ཚོ་ལས་ཕན་སྐྱེས་ཞོར་བྱུང་ཤག་དེ་ཡང་གཅིག

འོ་དེ་རེད། འདིས་ནོས་ནས། མ་རྒན་ནང་ལོགས་ལ་ང་ཚོའི་ཟོག་པོའི་དོན་ལྔ་སྣོད་དྲུག་ཆ་ཚང་ནང་ལོགས་ལ་མང་ཉུང་ཅིག་མ་ལྟོས་པའི་གུར་ཀོས་གི་ལའེ་ཏི་གི་ཆ་ཤས་དེ་ཡོད་ཡོད་རེད། དེ་སོང་ཙང་ཨེ་ནི་ང་ཚོའི་ཟོག་པོའི་རྣམས་ལ་གུར་ཀོས་ཆ་ཤས་ཡོད་དུས་ཙང་ནས་ཨེ་ནི་འབུ་དེ་ལ་གུར་ཀོས་འཚོ་རྟེན་བྱེད་ཡག་ལ་གུར་ཀོས་གུག་གོ་རེད་གུག་དུས་ཙང་ནས་ཨེ་ནི་སྨན་དེ་བཏང་སོང་ན་འབུ་དེ་ལ་ལྷག་འགྲོ་ཡག་གི་གུར་ཀོས་དེ་བཀག་འགྲོ་གདོ་ཨ

སྨན་དེ། ཕལ་ཆེར་སྨན་ཁང་རང་ནས་མ་གཏོགས་སྨན་བཅོས་གནང་གི་མ་རེད་གང་བྱུང་མ་བྱུང་སྨན་བཅོས་མ་གནང་རོགས་གནང་ཡང་དེ་གཅིག་ཞུ་འདོད་བྱུང་སོང་ད་འདི་རྒྱ་གར་གི་མཛའ་གྲགས་སྨན་བཅོས་ཀྱི་ཁུངས་ལ་བླུགས་ནི་ད་ལྟ་ཁྲོམ་ནང་ལ་དོན་གི་ཡོད་རེད་དོན་པ་འདི་ང་ཚོ་ས་གནས་སོ་སོའི་སྨན་ཁང་སོ་སོས་ངེས་པར་དུ་གནང་གི་ཡོད་རེད་གནང་དགོས་ཡག་ཅིག་རེད་བསམ་གི་ཡོད་རྒྱ་ཆེའི་བྱིས་པ་པོ་ཡོངས་ཀྱིས